ལོ་རྗེས་ཀྱི་གོ་རིམ་དེ་འདྲ་ཚང་མ་ལོ་རོགས་རྫ་ཚོར་འཚམས་འདྲི་ཞུ་རན་ཡིན་ཨ་ནི་ངས་དེ་རིང་ད་ག་འདང་ཨ་སེམས་སྐྱོ་བ་བཅུ་ལ France ལ་ལྟ་ན་ང་རང་ཚོ་ཤ་ཁྲ་ཆེ་བའི་བོད་རིགས་སྤུན་ཟླ་གཅིག་ཨ་ནི་རྒྱ་མི་གི་མི་སྣ་ཁ་ཤས་གཅིག་གིས་ད་ག་འདང་མནར་གཅོད་དང་འདི་འདྲས་ཀྱི་འོག་ནས་འདས་གྲོངས་ཕྱིན་པ་དང་དེའི་གཞུག་དེ་ལ་ཨ་ནི France ལ་བསྡད་མཁན་རེད་ཡུ་རོབ་ལ་བསྡད་མཁན་མི་མང་ཚོགས་ཀྱི་ངོས་ནས་ད་གདུང་སེམས་མཉམ་སྐྱེད་ཀྱི་ཐོག་ནས་ཨ་ནི་ཁ་ཤས་ཀྱི་ལས་ཀ་གཡུག་བྱས་ཨ་ནི་སྐད་འབོད་ལ་ཕེབས་པ་དང་འདི་འདྲས་ཀྱི་ད་ག་འདང་རྣམ་པ། མང་པོའི་གི་ཐོག་ནས་ད་གང་ལྟར་ལས་འགུལ་སྣ་ཚོགས་ཅིག་སྤེལ་ཡོད་པ་དེ་དྲ་རྒྱའི་བརྒྱུད་ལམ་གི་ཐོག་ནས་ད་ནི་མཐོང་ཡོང་དུས་ག་ནས་དངོས་གནས་དྲ་ནས་ང་རང་ཚོ་གཅིག་གི་སྡུག་ལ་སླེ་གཅིག་གི་སྡུག་ས་གཅིག་ལ་སླེ་ཡོང་དུས་ག་ནས་ཨ་ནི་ཚང་མ་གཅིག་གི་བརྙན་མ་ཡིན་ན་ཡང་བཤད་སྲོལ་ལ་ཡོད་རེད། བོད་པ་འདི་ཨ་ནི་སྐྱེ་བོ་ཆུང་དུས་ལུས་ཨ་ལ་དང་ཚ་ལ་བཏང་ཅིག་བསྡད་གི་རེད་ཨ་ནི་སྡུག་པོ་ཞུགས་དུས་ཨ་ནི།

གཟུགས་པོ་ཆེ་རྒྱལ་གཞན་པ་ལ་བཞུགས་ཡོད་པ་ཡིན་ན་ཡང་སེམས་པ་དེ་ཨ་ནི་གཅིག་གྱུར་མཚོན་ཡས་ཀྱི་ཆེད་དུ་ཨ་ནི་དཔལ་འབྱོར་གྱི་འདོད་རྒུ་གནང་ཡས་དེ་གལ་ཆེན་པོ་རེད་གསུང་གི་འདུག་དེ་ལ་མཐའ་གཅིག་ཏུ་རྒྱབ་རྩ་ཞུ་ཡས་དང། འདི་ཡག་པོ་རེད་ཞུ་ཡས་ཡིན། འདི་ཞུ་དགོས་ཡས་འདི་ཡང་ང་རང་ཡང་ཕྱི་རྒྱལ་བསྡད་མཁན་ཡིན་པ་ཡིན་དུས་ཨ་ནི་ང་རང་གི་སྙེ་མ་ངོ་ཤེས་པ་གཅིག་ད་གང་ལྟར། ལས་ཀ་ལ་དཀའ་ངལ་འཕྲད་པའི་སྐབས་ལ་ང་ཚོ་བོད་པ་ཚང་མ། རྡོག་རྩ་གཅིག་སྒྲིལ་བྱས་ནས་ལས་ཀ་གཡུག་པ་དང་དེ་འདྲ་བྱས་ཡོད། ད་ནི་སོ་སོ་རང་གི་ཐོག་ནས་ཡིན་ན་ཡང་ཉམས་ཆུང་ཡོད། ག་སོང་ལས་ཀ་གཡུག་པ་ཡིན་དུས་སྐབས་ནི་ཨ་ནི་ལས་ཀ་གཡུག་དུས་སྐབས་ནི་དཀའ་ངལ་ག་ཚོད་འཕྲད་ཀྱི་རེད་རོ། དེ་ཡིན་དུས་སྐབས་ནི་ཨ་ནི་བོད་མི་ཚང་མས་ཀྱི་དེ་འདྲའི་ཐོག་ལ་ཡང་ཨ་ནི་ཅིག་གི་གདུང་སེལ་མཉམ་སྐྱོད་ཐོག་ནས་ད་གང་ལྟར་ཁ་ཕན་ཚིག་ཕན་གཅིག་ལས་མེད་པ་ཡིན་ན་ཡང་ད་ང་རང་ཚོ་མཉམ་དུ་འགྲོ་ཡས་དེ་ཞེ་དྲག་གལ་ཆེན་པོ་རེད་བསམ་གྱི་ཡོད།

དེ་ཚོ་མཚམས་བཞག་ན་ཡག་པོ་རེད་བསམ་གྱི་འདུག་ཚེག་མེད་ཞི་བ་ཚེག་མེད་ཞི་བ་དེར་བ། དེ་ཚོ་སོ་སོ་སྒེར་གྱི་ཉམས་ལེན་བྱེད་ཡ་རེད་མ་འདུག་སྤྱི་བར་འདི་ཁྱི་མ་ཡིན་རུང་བྱེད་ཞུ་ཡ་ཡིན། ཨ་ནི། ཁ་སང་ལས་འགུལ་གནང་པ་དེ་ཚོ་ཚང་མ་ལ་བསྔགས་བརྗོད་དང་རྗེས་སུ་ཡི་རང་ཡོད། ཨ་ནི་བོད་རྒྱ་ལོ།